རྣམ་པ་ཚོ་འཚམས་འདྲི་བཀྲ་ཤིས་ལེ། ངའི་མིང་ལ་ཆི་མེད་དུ་མ་ཡིན། ང་དབྱིན་ཏེ་དབྱིན་ཤེས་ཡོན་བསྟི་གནས་ཁང་གི་གཙོ་འཛིན་པ་ཡིན། དེ་རིང་དབྱིན་ཏེ་དབྱིན་ཤེས་ཡོན་བསྟི་གནས་ཁང་བརྒྱུད་ནས་ལག་ལེན་སྟངས་ཀྱི་ལེ་ཚན་གཉིས་པ་འདི་ངོ་སྤྲོད་བྱེད་ཀྱི་ཡིན། ལེ་ཚན་དང་པོ་དེ་ང་རང་ཚོ་དབྱིན་ཏེ་དབྱིན་ཤེས་ཡོན་བསྟི་གནས་ཁང་གི་སློབ་ཕྲུག་བདེ་སྐྱིད་བུ་མིང་ལགས་ཀྱི་སྐོར་ལ་ངོ་སྤྲོད་མཁྱུག་ཙམ་བྱས་པ་ཡིན། ལེ་ཚན་གཉིས་པ་དེ་དབྱིན་ཏེ་དབྱིན་ཤེས་ཡོན་བསྟི་གནས་ཁང་གི་དབྱར་ཁའི་དགུང་སེར་སྐབས་ལ་སློབ་ཕྲུག་ཚོ་ལ། སློབ་གསོ། ཤེས་ཡོན། ལམ་སྟོན་ཐོག་ལ་རོགས་རམ་ག་རེ་བྱེད་ཀྱི་ཡོད་མེད་སྐོར་ལ་ངོ་སྤྲོད་ཁྱུག་ཙམ་བྱེད་ཀྱི་ཡིན། ངོ་སྤྲོད་གཙོ་བོ་དེ་ང་རང་ཚོ་ཡིན་དང་ཡིན་ཤེས་ཡོན་ལྟེ་གནས་ཁང་གི་དགེ་རྒན་རྣམ་པ་ཚོ་གི་ཞིབ་ཏུ་བགྱི་བ་གནང་གི་རེད། ད་སྤྱི་དང། འཛམ་གླིང་འདི་ཧ་ཅང་ཆེན་པོ་རེད། འཛམ་གླིང་འདིའི་ནང་ལོ་ལ། ལུང་པ་འདྲ་མིན་སྣ་ཚོགས་ཡོད་རེད། ལུང་པ་རེ་རེ་ལ་ཡང་ཁོ་རང་ཚོ་འགྲོ་ལུགས་འགྲོ་སྟངས་དང་བྱེད་ལུགས་བྱེད་སྟངས་དེ་ལུགས་དེ་སྟངས་ཤིག་ཡོད་རེད། ཨ་རི་ལྟ་བུ་ཡིན་ན་ཡར་རྒྱས་ཅན་གྱི་རྒྱལ་ཁབ་ཅིག་རེད་དེ་སྤྱི་ཚོགས་འདི་ན་ཡིན་ན་ཡང་དཀའ་ངལ་མང་པོ་ཞིག་ཡོད་རེད། དཀའ་ངལ་གཅིག་ག་རེ་རེད་ཟེར་ན་ད་ལྟ་ཤེས་ཡོན་གྱི་ཐོག་ལ་ཆ་སྙོམས་མེད་པའི་དཀའ་ངལ་ཞིག་ཡོད་རེད། ད་ཆ་སྙོམས་མེད་པའི་དཀའ་ངལ་དེ་རྒྱུ་མཚན་མང་པོ་ཞིག་ལ་བརྟེན་ནས་ཡིན་དགོས་ཡོད་རེད་རྒྱུ་མཚན་གཙོ་བོ་གཅིག་དེ་དབྱར་ཁའི་གུང་སེང་སྐབས་ལ་སློབ་ཕྲུག་ཚོ་གིས་དུས་ཚོད་སྟངས་འཛིན་ག་རེ་བྱེད་ཀྱི་ཡོད་མེད་སྐོར་ལ་འབྲེལ་བ་ཆེན་པོ་ཞིག་བཏགས་འདུག་ད་དེ་ག་འདྲའི་ཚ་གོ་གོ་རེད་ཟེར་ན་ལོ་མང་པོའི་ནང་ལོ་ལ། སློབ་གསོ་དང་ཤེས་ཡོན་གྱི་ཐོག་ལ་ཞིབ་འཇུག་བྱེད་མཁན་མཁས་དབང་མང་པོ་ཅིག་གིས་ཡིག་ཐོག་ལ་ག་རེ་བབས་ཡོད་རེད་ཟེར་ན། དབྱར་ཁའི་དགོང་ཟས་སྐབས་ལ་སློབ་ཕྲུག་མང་པོ་ཅིག་གིས་ཤེས་ཡོན་དང་སློབ་གསོའི་ཐོག་ལ་མཐུན་ཤོས་འགྲོ་གི་འདུག་ཟེར་ནས་ཁོ་རང་ཚོས་ཡིག་ཐོག་ལ་བབས་ཡོད་རེད། ད་འདིའི་རྒྱུ་མཚན་ག་རེ་རེད་ཟེར་ན། དབྱར་ཁའི་དགོང་ཟས་འདི་ཟླ་བ་གསུམ་རེད་ཟླ་བ་གསུམ་འདི་དུས་ཚོད་ཐུང་ཐུང་མ་རེད་དུས་ཚོད་ཧ་ཅང་སྐྱོན་རིན་པོ་ཆེ་རེད། ཨང་ཁོ་རང་ཚོ་གིས་ག་རེ་གསུངས་ཡོད་རེད་ཟེར་ན། སྤྱི་ཟླ་དྲུག་པའི་ནང་ལོ་ལ་ཡིག་ཚད་ཞིག་བཏང་ནས་ཡང་བསྐྱར་ཡིག་ཚད་གཅིག་པུ་ཞིག་བསྐྱངས་ཏེ་སྤྱི་ཟླ་དགུ་པའི་ནང་བཏང་པ་ཡིན་ན། སྤྱི་ཟླ་དགུ་པའི་གི་ཡིག་ཚད་གྲུབ་འབྲས་དེ་སྐྱོ་བ་དང། འཐུས་ཤོར་མང་པོ་འགྲོ་བ་དེ་སྲིད་པ་ཟེར་རྒྱང་རེད་ཤག་ད་དེ་ཡང་སློབ་གྲྭ་གཅིག་ལ་བྱུང་བ་མ་རེད་ཨ་རིའི་རྒྱལ་ཁབ་ཁོ་རང་ནང་ལོ་ལ་ཞིབ་འཇུག་བྱེད་དུས་ཨ་ནི་ཁོ་རང་ཚོ་དེ་ཁ་གསལ་པོ་བྱུང་ཡོད་རེད་དམིགས་བསལ་གྱིས་ད་དེ་དཀའ་ངལ་ཆེན་པོ་ཞིག་གར་ཆགས་འདི་འདུག་ཟེར་ན། དཔལ་འབྱོར་ཡོད་མཁན་གྱི་སློབ་ཕྲུག་ཚོགས་འགྲོ་ཡི་ཡོད་ན་དབྱར་ཁའི་གུང་སེང་སྐབས་ལ་ཁོ་རང་ཚོ་ཕ་མ་ཚོ་གིས་འཛམ་གླིང་ཕྱོགས་མཐའ་ཁག་མང་པོ་ཞིག་ལ་འགྲོ་ཁྱིམ་ཁྲིད་དེ་མ་ཟད་ཡང་ཟབ་སྦྱོང་གི་ཐོག་ལ་རོགས་རམ་མང་པོ་གནང་རྗེས་ནས་ཁོ་རང་ཚོ་ཡར་རྒྱས་ཤིན་ཏུ་ལེགས་པོ་འགྲོ་གི་ཡོད་རེད། ཡང་མེད་མཁན་ཚོ་ལ་ཡིན་ན་ནང་ལ་དུས་ཚོད་འཕྲོག་ལ་བཏང་རྗེས་ཡང་དཀའ་ངལ་མང་པོ་ཅིག་ཟུར་དུ་ཡོང་གི་ཡོད་རེད་དཔེར་ན་ཆ་བཞག་ན། སློབ་ཕྲུག་མང་པོ་ཞིག་ཡང་མ་གོམས་པ་རྒྱབ་མ་འགྲོ་བྱས་ཏེ་ཡང་ནང་ལ་བསྡད་དེ་འདྲ་བྱས་ཏེ་རྩེད་མོ་ལ་མགོ་འཁོར་ཡ་སོགས་པ་དང་ཡང་སོ་སོའི་འཕྲོད་བསྟེན་དུ་འཛུལ་ཡས་ནས་བས་ཅིག་རྒྱག་པ་ཆགས་ཡ་སོགས་པ་དེ་འདྲའི་དཀའ་ངལ་མང་པོ་ཞིག་ཡོང་གི་ཡོད་པ་དེ་གསལ་བོ་ཟིག་ཀྱང་རེད། དེ་ཡིན་དུས་དབྱར་ཁའི་གུང་སའི་སྐབས་ལ་ཕ་མ་དང་སློབ་ཕྲུག་ཚོ་གིས་དུས་ཚོད་ག་འདྲས་སྟངས་འཛིན་བྱེད་ཀྱི་འདུག་དུས་ཚོད་ག་བ་ག་བ་གཏང་གི་འདུག་ཐོག་ལ་བསམ་བློ་གཏང་དགོས་པ་དེ་ཧ་ཅང་གལ་ཆེན་པོ་རེད་ཤག། དེ་ཡང་ང་རང་ཚོའི་བོད་པའི་སྤྱི་ཚོགས་ནང་ལོག་ལ་དཀའ་ངལ་ཡོད་པ་གཅིག་པོ་ཞིག་གལ་རེད་མི་འདུག་དེ་ཨ་རི་རྒྱལ་ཁབ་ཅིག་ཡིན་པ་ཡིན་ནའི་དེ་ནང་ལ་དཀའ་ངལ་ཆེན་པོ་ཞིག་ཆགས་བསྡད་འདུག་དེ་ཡིན་དུས་ང་རང་ཚོ་གིས་ཡིན་དང་ཡིན་ཤེས་ཡོན་ལྟེ་གནས་ཁང་སྤྱི་དང་ཚོགས་པ་ཆུང་ཆུང་ཞིག་བྱས་ཏེ་དེ་དཀའ་ངལ་སེལ་ཐབས་བྱེད་ཡ་ལ་ང་ཚོའི་དབྱར་ཁའི་གུང་སེང་སྐབས་ལ་ཨ་ནི་ལས་འགུལ་མང་པོ་ཞིག་སྤེལ་བ་ཡིན། འཆར་གཞི་མང་པོ་ཞིག་བསྒྲིགས་པ་ཡིན། ཨ་ནི་འཛིན་རིམ་མང་པོ་ཞིག་གྲ་སྒྲིག་བྱས་པ་ཡིན། ད་ང་རང་ཚོ་བོད་པ་ཞིག་ཡིན་པ་ལ་བརྟེན་ནས། ང་རང་ཚོ་སློབ་ཕྲུག་ཚོ་ལ་བོད་རིག་གཞུང་དང་སྐད་ཡིག་ཐོག་ལ་དོན་དངང་བྱེད་དགོས་ཧ་ཅང་གལ་ཆེན་པོ་མཐོང་སོང་དེ་ཡིན་དུས་དེའི་ཐོག་ལ་འཛིན་རིམ་མང་པོ་ཞིག་ཁྲིད་ཡོད་རེད་ཨ་ནི་དེའི་ག་འདྲའི་སྤྲོ་ཡོད་མེད་ང་རང་ཚོ་དགེ་རྒན་ཚོ་གིས་དེ་ན་ལ་གསལ་བཤད་ཞིབ་ཏུ་རྒྱས་པ་གནང་གི་རེད་ཨ་ནི་ཁྱོད་རང་ཚོ་ཐུགས་ཁྲོ་བོའི་གང་ནས་ཉན་ཡག་གི་སྨོན་ལམ་ཡོད་དོ་ཆ་ན། བཀྲིས་བདེ་ལེགས་ངའི་མིང་ལ་ཕུན་ཚོགས་ལགས་མོ་ཡིན་ད་རིང་ངས་ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི་ཉིན་ཟླ་ཡིན་དབྱར་ཁའི་རླབས་སྐར། བཙུགས་དགོས་པའི་དམིགས་ཡུལ་དང་དེ་ནང་བཞིན་ང་ཚོ་ཉམས་མྱོང་ག་རེ་བསགས་ཡོད་མེད་དང་གྲུབ་འབྲས་ག་རེ་ཐོན་མེད་དེའི་སྐོར་ལ་ནི་མདོ་བསྡུས་བྱས་ཡིན། སྤྱི་བཏང་ང་ཚོས་ཀྱི་ཡིན་དང་ཡ་གྱལ་བསླབ་སྐབས་དེ་བཙུགས་དགོས་པའི་རྒྱུ་མཚན་གསུམ་ལ་ལྟ་ནས་ནི་བཙུགས་ཡོད་རེད་གཙོ་བོ་དེ་ག་ལ་ལགས་ན་སྤྱི་བཏང་གི་ནི་ཨ་རིའི་སྡེ་བ་ཆགས་བཞག་བས་ན་ཡ་གྱལ་གོང་གསལ་དེ་དཔེ་རིང་པོ་ཡོད་རེད་ཨ་ནི་རིང་པོ་ཡོད་ཙང་ང་ཚོས་ཀྱི་ནི། སྤུ་གུ་འདི་ཚོ་གུག་དུས་ཚོད་འདིའི་ནང་ལོགས་ལ་ང་རང་ཚོ་སྐྱིད་ཡུལ་དང་རི་གཤོང་ཆུ་ཨ་ནི་ངོ་སྤྲོད་བྱས་ཏེ་ཨ་ནི། གོ་སྐབས་ཡག་ཤོས་ཤིག་མཐོང་ནས་ཨ་ནི་དམིགས་ཡུལ་དང་པོ་འདི་སེམས་ཡོད་རེད་ཨ་ནི་དམིགས་ཡུལ་གཉིས་ཡོད་དེ་ག་ལ་ལ་ན་སྤྱི་དང་ཤེས་རྒྱ་ལ་ཡ་གྱལ་དང་ཨ་སྤྱི་དང་ཤེས་རྒྱ་ན་ག་རེ་ག་རེ་ཚུད་གོ་ལ་ན་ང་ཚོའི་དབྱིན་ཇི་ཨང་རྩིས་རྒྱ་ཡིག་ཨ་ནི་འདི་ཚོ་ཨ་ནི། ཁོ་རང་ཚོ་སྦྱངས་ཚར་ཁྱོད་ཚོ་དྲན་པ་མ་བརྗེད་དེ་འདི་ན་ཤིང་ཨ་ནི་འཛིན་གྲྭ་རྗེས་མ་ལ་བྲོས་ལ་གྲ་སྒྲིག་བྱས་ཡག་ཤོས་རང་དབང་འདི་རེད་ཨ་ནི་གསུམ་པ་འདི་ག་ལ་ན་ཨ་ནི་མཐོང་རྒྱ་ཐོས་རྒྱ་བརྒྱུད་ནས་ཨ་ནི་ཕ་མ་དང་དགེ་རྒན་སྤུ་གུ། གསུམ་ཆ་མཉམ་དྲུག་བྱས་ནས་ང་རང་ཚོ་ཨ་ནེ་ཤེས་ཡ་གཞོན་ནུ་སློབ་ཆུང་ཁག་ལ་དཀའ་ལས་བརྒྱ་ཞུ་རང་ངོ་འདི། དམིགས་ཡུལ་གཙོ་བོ་འདི་ཚོ་གསུམ་རེད་ཨ་ནེ་དམིགས་ཡུལ་དང་པོ་སྐོར་ལ་རོབ་ཙམ་ཞུ་བ་ཡིན་ན་ཨ་ནེ་དམིགས་ཡུལ་དང་པོ་སྤྱི་དང་བྱས་བ་ན་ང་ཚོའི་ཆོས་དང་རིག་གཞུང་ལ་དེ་དཔེ་རྒྱ་ཆེན་པོ་རེད་ང་ཚོས་ཀྱི་ཨ་ནེ། ཟླ་བ་གསུམ་ནང་ལོ་ལ་ངོ་སྤྲོད་བྱས་དཔེ་དཀའ་ལས་ཁ་བོ་རེད་ཡིན་ནའི་ལས་ང་རང་ཚོ་ལྟ་འདི་མ་གོ་བྱ་རྒྱ་ནི་ར་མ་ཆུང་བཏང་ནས་སྤུ་གུ་འདི་ཚོ་ཡི་གླེགས་བམ་ན་བྲོས་ཡ་དང་ཨ་ནེ་ང་ཚོས་ཡིན་ན། ཁོ་རང་ཚོའི་ཅིག་ཅང་སུ་སང་ཡིག་གི་ནུས་པ་ག་འདྲས་སྟོན་ཐུབ་ཡོད་མེད་ང་ཚོས་ཀྱིས་ད་ཉམས་མྱོང་དང་ཨ་ནི་ཐབས་ལམ་མང་པོ་ཞིག་བརྒྱུད་ནས་ག་རེ་འགྲོ་ཚོགས་ཟེར་ལ་བས་ན་ང་ཚོས་ཀྱིས་ཨེ་ནི་ཐབས་ལམ་ཡག་ཤོས་དེ་ག་རེ་འདུག་ལ་ན་སྤོ་བོ་དེ་ཚོ་ལ་སེམས་པ་ན་དབྱིངས་ལས་ཞོར་ལ་དང་པོ་དཔེ་བྱ་ཞེ་ན་ཨ་ནི་དབྱིངས་ལས་དེ་ལམ་ཁ་ག་འདྲས་སྟོན་འོག་ཏུ་ད་ག་འདྲས་བྱེད་ལ་ན་ང་ཚོས་ཆ་ཞེ་ན་ང་ཚོ་ཞེ་དང་ཞབས་བྲོ་བརྒྱུད་ནས་ཨ་ནི་ང་ཚོ་སྤོ་བོ་དེ་ཚོ་ལ་ཨ་ནི་ག་རེ་རིག་གཞུང་ངོ་སྤྲོད་བྱས་དང་དེ་ན་བཞིན་སྤོ་བོ་དེ་ཚོ་ལ་སྒྱུ་རྩལ་བརྒྱུད་ནས་ང་ཚོ་ཡི་རིག་གཞུང་ངོ་སྤྲོད་བྱས་དང་དེ་ན་བཞིན།

སྤོབས་པ་ལས་ཞེས་ར་འདི་ན་ཤིང་ཨ་ནི་དབྱིངས་ལས་འོག་མ་ཚིག་སྦྱང་ཨ་ཡིས་སྤོབས་པ་ལས་འདི་ན་ཤིང་ང་ཁོ་རང་ཚོ་ང་ཚོ་བསླབ་དུས་ལས་སླ་བོ་ཁོ་རང་ཚོ་སྦྱང་དུས་དགའ་དགའ་སྤྲོ་སྤྲོ་ངང་ནས་སྦྱང་ཨ་ཞེས་ར་དང་པོ་དེ་དབྱིངས་དྲན་ཨ་ཞེས་ར་ཨ་ནི་ང་ཚོ་ཡི་རིག་གཞུང་ན་ཨ་ནི་གཅིག་ང་ཚོ་ག་རེ་ཚུལ་བས་ལ་ན་ཨ་ནི་གོང་ས་ཆོས་ཀྱིས་ཨ་ནི་ང་ཚོ་ཡི་ད་གོམས་གཤིས་ཤིག་ཏུ་ཨ་ནི་སྤོ་བོ་དོན་ཚོ་དན་ས Mindfulness ལ་ཡི་ད་འོ་འདི་ན་ཤིང་ང་ཚོ་གཅིག་ཏང་གིས་སོ་སོ་ལ་གོམས་འདྲིས་ཐེ་ཡ་གིས་ཨ་ནི།

གཡོ་འདི་ག་རེ་སྤྱི་བཏང་ཤེས་བྱ་ཡ་གྱལ་བཏང་ཡ་འདི་དཔེ་ཆ་ཤེས་ན་ཨ་ནི་ཁོ་རང་ཚོ་འཛིན་གྲྭ་གསུམ་པ་ཚར་བ་ཡིན་ན་འཛིན་གྲྭ་གསུམ་པ་སྦྱང་ཚར་ཡ་འདི་དྲན་པ་མ་བརྗེད་བྱས་འདི་ན་བཞིན་འཛིན་གྲྭ་བཞི་བ་ལ་འགྲོའི་གི་གྲ་སྒྲིག་བྱས་ཡ་གི་ང་ཚོའི་གི་སྤྱི་བཏང་ཤེས་བྱ་གང་ལ་ཨ་ནི་ཤུགས་རྒྱག་ཡོད་རེད་ཨ་ནི་འདི་སྐབས་ལ་འདི་གྲུབ་འབྲས་གཙོ་བོ་རོ་འདི་ག་རེ་བྱུང་ཟེར་ལ་བ་ན་སྤུ་བོ་དེ་ཚོ་དེང་སང་ཨ་ནི་ང་ཚོ་ཡ་གྱལ་གོང་སེང་ལ་སླེབས་ཉེ་དེ་ཚོ་ད་ལྟ་ང་ཚོ་གཟའ་འཇུག་འཛིན་གྲྭ་ནས་སླེབས་འོ་རེད་གཟའ་འཇུག་འཛིན་གྲྭ་སླེབས་དུས་སྐབས་ལ་ཁོ་རང་ཚོ་ག་རེ་བྱེད་ཀྱི་འདུག་ལ་ན་ཨོ་ང་ཡ་གྱལ་གོང་སེང་སྐབས་ལ་གྲ་སྒྲིག་བྱེད་ཚང་ཡོད་ཙང་ཨ་ཐ་ན་ང་ཚོ་འཛིན་གྲྭ་ནང་དཀའ་ངལ་ཆེར་འཕྲད་མི་འདུག་ཟེར་བ། འདི་འདྲའི་སྒྲོ་ཡིན་ན་ང་ཚོའི་ནད་པའི་སྐྱིའུ་དང་ཁོ་རང་ཚོ་ང་ཚོའི་གི་གཙོས་ཏེ་ཨ་ནི་ཕན་ཐོགས་དང་བསམ་བློ་ཞུ་ར། ཁོ་རང་ཚོའི་ནད་པའི་དཀའ་ངལ་ཡོད་མ་རང་འུ་འདི་བྱས་ནས་ཨ་ནི། འདི་འདི་ཐོག་ལ་ང་རང་ཚོ་ངས་ང་རང་ཚོས་ཨ་ནི་གྲུབ་འབྲས་དཔེ་ཡག་པོ་བྱུང་སོང། ཨ་ནི་མཐའ་མ་དེ་ང་ཚོའི་གི་ད་མཐོང་རྒྱ་ཐོས་རྒྱ་བརྒྱུད་ནས་ཨ་ནི་ཤེས་ཡོན་སློབ་སྦྱོང་དྲན་ལས་ཞུ་ར་སྤྱི་སྟངས་བྱས་ན་ང་ཚོ་ཤེས་ཡོན་སློབ་སྦྱོང་ལས་དེ་ཨ་ནི་དགེ་རྒན་གཅིག་པུ་རེད་ཕ་མ་གཅིག་པུ་རེད་སྤུ་གུ་གཅིག་པུ་ནམ་ཡང་ཡོང་གི་མི་ཡོད་ད། གཅིག་པུ་ཡིན་ནམ་ཡང་བྲིས་ཐུབ་པ་མ་རེད་གསུམ་ཆ་མཉམ་སྒྲུབ་བྱེད་ནས་ཡོད་རང་ང་ཚོས་དེ་མཉམ་སྒྲུབ་བྱེད་ཡ་གལ་ཆེན་པོ་མཐོང་ནས་ཕར་ཚུར་ང་ཚོས་ཀྱི་ཏང་ང་ཚོས་ཀྱི་ལས་གཞི་མང་པོ་ཅིག་ཕ་མ་དང་སྤུ་བོ་དགེ་རྒན་གསུམ་ཆ་ཨ་ནི་འབྲེལ་བ་བྱུང་ཡ་གི་ང་ཚོས་ག་རེ་བྱེད་ཐུབ་འདུག་ག་རེ་ག་རེ་བྱེད་ཐུབ་ཡོད་འདུག་ང་ཚོས་ཀྱི་ཐབས་ཤེས་མང་པོ་ཞིག་བཏང་ནས་དཔེ་ཆ་བྱས་ན་ང་རང་ཚོ་ཕྱི་ལོག་འགྲོ་ནས་དཔེ་ཆ་ལྟ་ནིའུ་ཡོག་གི་དགེ་རྩ་ཆགས་བྱས་ན་དཔེ་བཟང་ངན་སྲིད་ངན་ཚ་བོ་རེད་དེ་ནང་བཞིན་ང་རང་ཚོ་ཉི་མ་གསུམ་བཞི་ས་ནི་རང་བྱུང་ཁོར་ཡུག་ནང་ལོག་ལ་ཨ་ནི་ལྷུད་ལྷུད་བྱས་ནས་བསྡད་ཡ་ཞོར་ཨ་ནི།

ཀྱི་དྲིན་གྱི་གུས་ད་ཁོང་ཚོ་ལ་མིག་མཐོང་ལག་ཟིན་དགོས་ར་དེ་འདྲས་ཅིག་ཡོད་ཙང་ནི་ཁོ་རང་ཚེ་ན་དགའ་བོ་བྱས་ང་ཡང་སྦྱིན་ས་རེད་བསམ་མེད་ཀྱི་འཚོ་བ་ལས་ཞོ་ར་དེ་འདྲས་བྱས་ཨ་འདི་མ་ཡིན་པ་ང་ཚོའི་ཡུལ་ནི་ད་ཆོས་ལོ་ལ་ད་ང་ཚོའི་ད་ང་ཚོའི་གོ་སྐབས་དཔེ་མང་པོ་རེད་སྡེ་བ་ལ་ཆ་ཤས་ན་གེ་སར་ནང་ལོ་ལ་སོ་སོའི་སོ་སོའི་ཨ་ནི་མི་ཡུལ་ག་རེ་གོ་སྐབས་དེ་ཟིན་དགོས་ནས་དཔེ་ཤེས་ན་ང་ཚོ་གི་འགྲེམས་སྟོན་ཁང་ལ་འབྲེལ་ཡོད་དང་ཨ་འགྲེམས་སྟོན་ཁང་ལ་འགྲོ་བ་ཙམ་མ་ཡིན་པ།

གསུམ་རེ་འགའ་ལ་དང་གསུམ་རེ་འགའ་ལ་ཁོ་རང་ཚོའི་གནས་སྟངས་བསླབ་ཚན་རེ་རེ་རེ་རེ་བྱས་ནས་ཁོ་རང་ཚོའི་ལས་གཞིའི་ལས་གཞི་དེ་འབྲེལ་བ་རེ་སྤེལ་བཞིན་ཁོ་ཚོའི་གི་ལས་འཆར་དེ་ནང་ལོགས་ལ་ཨ་ནི་ག་རེ་ག་རེ་བྱས་ཡོད་མེད་ཉི་མ་མཐའ་མ་དེ་ཨ་ནི་དགེ་རྒན་ཕ་མ་སྤུན་རྒྱག་ཚང་མ་མཉམ་དུ་འཛོམས་ནས་ང་ཚོ་གླིང་ཀ་ཞིག་ཚར་བ་རེད་གླིང་ཀ་དེ་སྐབས་ལ་ཏང་ང་ཚོ་རྩིས་སྤྲོད་རྩིས་ལེན་རོགས་མ་བཟོ་ན་དཔེ་ཞིག་བྱས་ན་ཨོ་ད་ཕ་མ་དེ་ཚོ་ང་ཚོ་ལ་ཡིད་ཆེས་བྱས་ནས་སྤོ་སྒུར་དེ་ཚོ་སྤྲད་རེད་འདི་ག་ན་བཞིན་ང་ཚོའི་ཨ་ནི་ཁོ་རང་ཚོས་ཡིད་ཆེས་དེ་བློས་མ་བཏང་ཕྱིན་ང་ཚོའི་སྤུ་གུ་དེ་ཚོ་ཟླ་བ་གསུམ་ལ་འདི་བྱེད་ཆོད་ཡོད་ད་ལ་ཞུ་ར། ཨ་ནི་ཁོ་རང་ཚོས་ནས་ཨ་ནི་འདི་འདི་ཉིན་མོ་དེ་ལ་ཨ་ནི་ཕ་ཚོ་སྐད་ཆ་བཤད་ཚུལ་དང་དཔེ་ཡིག་གང་བོ་གནང་གི་འདུག་གང་ཡིན་ཟེར་ན་ཨ་ནི་ཁོ་རང་ཚོས་ད་ཐེངས་ཕ་མ་ཁ་ཤས་དང་དངོས་གནས་ཁོ་རང་ངུས་ནས་ཞུ་ར། ག་རེ་ལ་ཡོད་འདུག་ལ་ཡིན་ན་ཨ་ནི་ཅི་ལྟར་བྱས་ན་ང་རང་སྤུ་གུ་ལ་ཨ་ནི་ཅིག། ཀྱི་བསླབ་པའི་དང་རིག་གཞུང་བསླབ་པའི་འདོད་པ་མི་ཡང་རྩ་བ་ནས་མེད་ཟེར་ར་ཡིན་ནའི་ང་རང་གིས་ད་ལམ་ཀ་དེ་བསྐྲུན་ཐུབ་ཀྱི་མི་འདུག་ཟེར་ནའི་ད་ད་ང་ཚོ་ཡིན་དང་ཡིན་འགྲོ་ནས་སྤུ་བོ་རང་བཞིན་གྱིས་ད་ཧར་དོ་སྣང་ལས་ཡ་དེ་འདྲས་དང་སོ་སོ་ཀྱི་རིག་གཞུང་ལ་ད་ཨ་ནི་སྐད་ཡིག་ལ་དོ་སྣང་ལས་ཡ་བོད་སྐད་གཅིག་མ་དང་མ་ཤེས་ན་ཨ་མ་ང་བོད་སྐད་དེ་ཤེས་ཀྱི་ཡོད་ལ་ནི་སྐད་རྒྱག་དུས་ག་ལ་ཁོ་རང་ཟེར་ནའི་དཔེ་དགའ་བོ་བྱུང་ཟེར་ལབ་འདུག་དེ་འདྲས་འདྲ་ན་ང་ཚོས་རྒྱའི་ངོས་ནས་ན་དཔེ་གྲུབ་འབྲས་ཆེན་པོ་ཡིན་བསམ་གྱི་འདུག་འདི་ན་བཞིན་གྱིས་ཨ་ནི་སྤུ་བོ་ཁོ་རང་ཚོ་ནང་ཁུལ་ལ་བསྡད་ལ་ཨ་ནི་ཁོ་རང་ཚོས་ད་གྲོགས་པོ་གྲོགས་མོ།

དུས་ཕྱིས་ཡོད་ཙང་ང་ཚོས་ཉིས་སྟོང་བཅུ་དགུ་ལ་དབྱར་ཁའི་རླབས་ཀ་དེ་ང་ཚོས་དཔེ་མི་སྲིད་ཀྱི་ཡག་པོ་བྱུང་སོང། གོང་དུ་ད་ལྟ་རྒྱའི་ཕུན་ཚོགས་རང་མོ་དང་ཕྱི་མིག་གི་ཨམ་ཐང་ང་ཚོའི་དབྱར་ཁའི་ཡི་སློབ་གར་གྱི་གལ་ཆེ་ཆུང་དང་ནི་དེ་ཡི་གྲུབ་འབྲས་ག་ལ་གང་འཚམ་ཅིག་ཞུས་ཚར་སོང། ཨ་ནི་འདི་དེ་ད་ང་ཚོའི་ངོས་ནས་ཀྱི་ཨ་ནི་ང་རང་ཚོ་གོ་སྒྲིག་བྱེད་ཉེས་དོན་ཚོའི་ངོས་ནས་ཀྱི་ཡག་པོ་བྱུང་སོང།

ཡོ་ང་ཆེ་བཏུང་བ་ཚོས་ཀྱི་དྲི་བ་དྲིས་ནས་ཁ་ཤས་ཅིག་ཕ་མ་ལ་ཡང་ཁོ་རང་ཚོས་ཀྱི་ད་ད་ལ་ངོ་ནས་ཀྱི་ང་ཚོ་ལ་དེ་དྲི་བ་ལེན་ཕུལ་ཡོད་རེད། ཨ་ནི་ད་འདི་ནང་ལོ་ལ་དྲི་བ་མང་པོ་ཅིག་འདུག་ཡིན་པ་ཡིན་ནས་ཡང་ང་ཚོས་ཀྱི་དྲི་བ་ཁ་ཁ་ཤས་ཅིག་དཔེ་མཚོན་ཙམ་གྱི་ཨ་ནི་ཁྱོད་རང་ཚོས་ཀྱི་རྗེན་ལམ་དུ་ང་ཚོས་རེའུ་མིག་བཟོས་བཞག་ཡོད་དེ་ཡིན་དུས་ཙམ་པ་ནི་དེ་ལ་ངས་མདོར་བསྡུས་ཙམ་ཅིག་འབྲི་ཤེས་ཀྱི་ཡ་ཡིན། རེའུ་མིག་དང་པོ་འདི་ག་རེད་ཞེ་ན། ལྔ་ནས་ཨ་ནི་ཁྱོད་རང་ཚོ་ཡིས་ད་བོད་སྐད་དང་བོད་ཡིག་ཐོག་ལ་ཨ་ནི་ག་གམ་ཟི་ཡར་རྒྱས་འགྲོ་སོང་བྱས་རྗེས་ཨ་ནི་ཁོ་རང་ཚོ་ལ་དྲི་བ་བཏང་ཡོད་རེད་ཨ་ནི་བརྒྱ་ཆ་བརྒྱ་ནས་ཕ་མ་ཡི་ཕ་མ་དང་པུ་གུ་གི་ག་ལ་བར་དྲི་ལན་ནང་ལོག་ལ་བརྒྱ་ཆ་དྲུག་ཅུ་རེ་དྲུག་ཚགས་བདུན་གྱི་ལྔ་ནས་ལྔ་བྲེ་ཤ་བརྒྱ་ཆ་སུམ་ཅུ་སོག་གསུམ་ཚགས་གསུམ་གྱི་བཞི་བྲེ་ཤ།

གའུ་ཆུང་ཟེར་ཀེའུ་ཆུང་ཟེར་དེ་འདྲས་ཀྱི་སྐད་ཆ་དྲི་དུས་བསམ་པ་ཨ་ནི་སྤུ་གུག་གི་རྒྱ་ཆ་བརྩི་བ་ཡིན་ན་རོ་ཨ་རྒྱ་ཆ་སུམ་ཅུ་སོ་དགུ་ཚ་གཅིག་གི་ད་ལྟ་ང་ཚོ་མི་དུ Village ད་ལྟ་ང་རང་ཚོ་ཡིན་དང་ཡིན་དབྱར་གནས་འགྲོ་ས་ཀྱི་ས་ཆ་དེ་ལ་སྐྱེ་བཞི་བྱུང་སོང་བྱས་བྱས་ཞུས་དང་ཨ་ནི་རྒྱ་ཆ་ཉི་ཤུ་རྩ་གཅིག་ཚ་བདུན་ཡིན་ན Bronze གི་སྤྱན་ཚེ་ཁང་གི་དེ་ལ་བེད་སྐྱིལ་བྱུང་སོང་སླ་ཤ་ཨ་ནི་དེ་མིན་བེ་གི Metropolitan Museum ནང་ལོ་ལ་ཨ་ནི་ཡང་རྒྱ་ཆ་ཉི་ཤུ

ཁྱོད་ཡོང་ནི་ཡི་ཨ་ནི་ང་ཚོ་གི་ཁ་ལོ་ར་ད་དི་ནང་ལོ་བྱེད་གོ་རྣམ་གསུམ་དུ་མཛོ་ཨ་ནི་རྒྱ་ཆ་རྒྱ་ནི་ནི་སུ་སུ་མ་ཨ་ངི་ཏྲེ་རོ་ནང་བྱེད་ཅེས་ཞུ་དུ་ཙམ་པ་ད་པུ་གུ་གི་གྲངས་ཀ་གི་རྒྱ་ཆ་ལྔ་བཅུ་ང་དྲུག་ཚ་ལྔ་གི་ཨ་ནི་རྒྱ་ཆ་རྒྱ་ནི་རྒྱ་ཡག་པོ་འདུག་བྱེད་ཅེས་སོང་བཞག་ཨ་ནི་པུ་གུ་གི་གྲངས་ཀ་རྒྱ་ཆ་སུམ་ཅུ་ཚ་བཞི་གི་རྒྱ་ཆ་དགུ་བཅུ་ཡག་པོ་འདུག་ཨ་ནི་དི་ནང་ལོ་ནས་ཨ་ནི་རྒྱ་ཆ། སྤུ་གུ་ཡི་གྲངས་ཀ་ནང་ལོ་ནི་བརྒྱ་ཆ་བཅུ་གསུམ་དེ་ཡིས་ཨ་ནི་བརྒྱ་ཆ་བརྒྱད་ཅུ་ཡག་པོ་འདུག་ཨ་ནི་ད་ལྟའི་བརྒྱ་ཆ་ཉི་ཤུས་ད་ལྟ་ཡར་གྱི་ད་སྔ་ལ་ཨ་ནི་གོ་སྐབས་འདུག་ཞེས་ཞེས་གསུངས་འདུག། ཨ་ནི་ང་ཚོ་མ་འོངས་པ་ཡིན་པ་ཡིན་ན་ཡང་ཨ་ནི་དེའི་ནང་ལོ་ལ་ཅིག་ཡར་གྱི་ད་སྔ་དང་ཨ་ནི་དེ་འདྲའི་གི་ཆ་ནས་ཨ་ནི་སྤུ་གུ་དང་ཚོས་ཁོ་རང་ཚོའི་བསམ་ཚུལ་བཤད་ཡ་ཡིན་ནའི་རེད་ཨ་ནི་དེའི་ནང་ལོ་ནས་བརྒྱ་ཆ་མང་པོ་ཅིག་གིས་ཨ་ནི་ང་ཚོ་ད་ལྟ་སྒོམ་རྒྱག་གི། སློབ་སྦྱོང་དེ་ནི་ཁོ་རང་ཚོ་ལ་ཧ་ཅང་གི་ཁེ་ཕན་ཆེན་པོ་བྱུང་སོང་ཞེས་བཅས་གསུང་གི་འདུག་དེ་ཡིན་དུས་ཨ་ནི་ང་ཚོ་ད་མ་འོངས་པ་ཡིན་ནས་ཡང་ད་ལྟར་གྱི་ང་ཚོ་ཡོད་རྒྱུགས་ཀྱི་ལས་རིམ་འདི་ཚོ་སྒང་ལ་ང་ཚོ་དཔྱད་ཞིབ་མང་པོ་བྱས་བྱས་ཨ་ནི་མ་འོངས་པའི་ད་རྗེས་མ་ལོ་འགྲོ་བ་ཡིན་པ་ཡིན་ན་ཨ་ནི་ང་ཚོ་གི་སྒྱུ་རྩལ་གྱི་ལམ་ནས་ཀྱི་ཨ་ནི་བུ་ལ་ད་ལྟའི་དེ་ལས་མང་ཞིག་ཨ་ནི་སྐད་ཡིག་ལ་ཕན་ནི་རེད་ཨ་ནི་སྤྱི་བཏང་གི་སློབ་སྦྱོང་སློབ་གསོ་ཨ་ནི་ཅིག་བསམ་བློ་བཏང་བཏང་ད་དེ་ཚོ་སྒང་ལ་ཨ་ནི་ང་ཚོ་གི

ཨ་ནི་འདི་སྙམ་དུ་ནི་ངེད་ཀྱི། སྤྱི་བཏང་གི་ང་ཚོ་ཡིན་ད་ཡིན་གྱི་ཨ་ནི་ཤེས་ཡོན་དང་འབྲེལ་བའི་ཀྱི་ལས་རིམ་ག་རེ་ག་རེ་ཡོད་མེད་ཀྱི་སྐོར་ལ་ཨ་ནི་མདོར་བསྡུ་ཙམ་ཅིག་ཞུ་བ་ཡིན་ན། ཨ་ནི་ཡིན་ད་ཡིན་ཤེས་ཡོན་ལྟེ་གནས་ཁང་གི་ནང་ལ་ང་ཚོ་ཟ་འཇུ་འཛིན་གྲྭ་ཡོད་རེད་ཟ་འཇུ་འཛིན་གྲྭ་ནང་ལོ་ལ་ནི་ང་ཚོ་བོད་ཡིག་དབྱིན་ཇི་རྒྱ་ཡིག་ཨང་རྩིས་ལ་ནི་སློབ་ཚན་བཞི་ལབ་ཀྱི་ཡོད་རེད་དེ་ཡིན་མིན་དཔེ་ཀྱི་མཐོ་རིམ་སློབ་གྲྭ་དྲུག་གཉིས་པུ་གུ་དོན་གཙོ་ད་ད་མཐོ་འབྲིང་སློབ་གྲྭ་དྲུག་གཉིས་ཀྱི་འཛིན་གྲྭ་བཅུ་གཅིག་བཅུ་གཉིས་པུ་གུ་འདྲ་བོ་ཆགས་བཞག་བས་ཡིན་ན་ཡང་ཁོ་རང་ཚོ་ལ་ད་མཐོ་སློབ་གྲ་སྒྲིག་འཛིན་གྲྭ་བྱས་རྗེས་ཡང་མཐོ་སློབ་ལ་གྲ་སྒྲིག་བྱས་ཀྱི་ཨ་ཙི་འདྲ་ཡོད་རེད། ཨ་ནི་དེ་མིན་པའི་གི་ད་དུང་ཡིན་ནའི་ཡང་ཨ་ནི་མཐོ་འབྲིང་སློབ་གྲྭ་ལ་འགྲོ་བཞིན་པའི་སྤུ་བོ་དེ་ཚོ་ལ་ཡང་ཅིག་དང་བླང་བྱས་ཡ་དང་ཨ་ནི་ལས་སྦྱོང་ཡོར་བ་ཨིན་ཇི་ཐོག་ནས་ལ་ན Internship དེ་འདྲི་གི་གོ་སྐབས་ཡོད་རེད་ཨ་ནི་དེ་མིན་པའི་གི་ཡང་ང་ཚོ་བཟང་སྤྱོད་འཛིན་གྲྭ་མེད་དུས་ཙམ་པ་ཨ་ནི་ཡང་ང་ཚོ་ལ་ཁ་རེ After School Program། འཛིན་གྲྭ་གྲོལ་ཚར་བའི་གི་རྗེས་ལ་ཡང་པོ་ཀུ་ལ་ནང་ལའི་རོགས་པ་བྱས་དང་ཨ་ནི་དེ་མིན་པའི་གི་ཡང་ཁོ་རང་ཚོ་ལ་ཁ་སྣོན་གི་སློབ་སྦྱོང་གི་ཐོག་ལ་རོགས་པ་བྱས་གི་དེ་འདྲའི་གི་གོ་སྐབས་ཡོད་རེད་ཨ་ནི་མཐོ་འབྲིང་སློབ་གྲྭ་པོ་ཀུ་དང་ཚོ་ཡང་དང་བླངས་བྱེད་དུ་བརྩམས་པ Kick Back Friday ལ་ནི་ཟ་པ་སངས་ལ་ཆ་རྗེན་ལ་ཡང་ཁོ་རང་ཚོ་དེ་ལ་འཛིན་རིམ་དང་ལས་རིམ་ཡོད་རེད་ཨ་ནི་དེ་འདྲའི་གི་བྱས་རྗེས་ཨ་ནི་ང་ཚོ་ལ་ལས་རིམ་ཁག་མང་པོ་ཅིག་ཡོད་རེད་དེ་ཡིན་བརྩམས་པ་ཡང་ཁྱོད་རང་ཚོ་ལ་དྲི་བ་ཡོད་ན་ཨ་ནི་ང་ཚོ་ལ་ཐད་ཀར་ཨ་ནི་འབྲེལ་བ་གནང་རོགས་གནང། ཨ་ནི་འདི་དང་མཉམ་དུ་དེ་རིང་གི་ང་ཚོའི་ལག་ལེན་དང་གི་ལེ་ཚན་ལ་ཨ་ནི་སེམས་པ་དེ་ངས་ལྷག་པ་ནས་ཐུགས་རྗེ་ཆེ་ཞུ་རྒྱུ་དང་ཨ་ནི་མ་འོངས་པའི་ལག་ལེན་དང་གི་ལེ་ཚན་ནང་ལ་ལྷ་གཡང་མཇལ་ཡོང་བཀྲ་ཤིས་ལེ།